Hi welcome to my channel to the place ཁ་མ་ན་ཅན། ད་ཁ་ཚང་ང་ཚོའི་གནས་ཚུལ་ཡ་ད་འདི་ཨི་རན་གྱི་ཨ་རི་གྱི་དམག་སྒར་ཁ་ཏར་ལ་ཡོད་པ་ཡ་ནི་དུ་ས་མེ་སྐྱོ་སྐྱ་བྱ་ག་ན་གནས་ཚུལ་བྱུང་བ་རེད་དེའི་རྗེས་ཡ་དེ་མ་ཐག་ཏུ་ཨ་རིའི་སྲིད་འཛིན་ཁྲི་རམ་གྱིས། ཚང་མ་ཡང་འཚམས་འདྲི་ཞུ་གི་ཡོད། ད་གཏམ་བཟང་གི་གནས་ཚུལ་ཡོད། ཨི་ཛི་རེལ་དང་ཨི་རན་གྱི་དམག་མཚམས་རྦད་རྒྱུག་འདི་ཚབ་རེད། ད་འདིའི་འབྲི་སྟངས་དེ་ད་ལྟ་ནི་ཁོ་རང་གི་ད་ཡི་གེ་དེ་བཀོད་ཡ་ནི་བྱས་ནི་ཕ་ཕྱི་ཚོལ་དྲུག་གི་རྗེས་ལ། རྒྱལ་ཁབ་གཉིས་ཀ་ཕྱི་ཚོལ་བཅུ་གཉིས་བཅུ་གཉིས་བགོ་བཤའ་བརྒྱབ་བྱས་དམག་མ་རྒྱག་ཡ་གི་དེ་བྱས་པ་རེད། ད་ལུང་པ་གཅིག་གིས་ཨི་ཛི་རེལ་གྱི་དང་པོ་ཕྱི་ཚོལ་བཅུ་གཉིས་ལ་ཕ་དམག་མ་རྒྱབ་པ་ཡིན་ན་རྒྱུགས་མ་ཕྱི་ཚུལ་བཅུ་གཉིས་ཨི་རན་གྱི་ཚུལ་དམག་མ་རྒྱག་བའི་ཐོག་ནས་གང་དག་དམག་འཚམ་བཞག་ཡ་གི་དེ་བྱེད་ཀྱི་ཡོད་པ་རེད་དེ་བྱེད་དུས་ཕྱི་ཚུལ་བཅུ་གཉིས་བཅུ་གཉིས་ཉིན་རྩ་བཞིའི་དུག་ས་གཙང་མ་ཆགས་འགྲོ་གི་ཡོད་པ་རེད། ད་ལྟའི་དམག་དེ་ཉི་མ་བཅུ་གཉིས་ནང་ལོ་ལ་རྒྱུགས་བྲིས་པ་དེ་དཔེ་མི་སྲིད་ཀྱི་ཡག་པོ་བྱུང་བ་རེད། དེ་མིན་ད་ལོ་གྱི་ཕག་བཏུས་ནི་ལོ་ནི་ལོ་བརྒྱ་པ་ཡ་གི་དམག་དེ་འདྲ་རེད་དེ་ད་གང་དག་ད་ལྟའི་ཆོ་ནི་གཏམ་བཟང་ཡ་ཉི་མ་བཅུ་གཉིས་ནང་ལ་རྒྱུགས་བྲིས་པ་རེད། དེའི་གི། ད་ནི་མུ་མཐུད་ནས་འདུག་བྱུང་བ་ཡིན་ན། ད་སྐྱེ་ཤ་ཨེ་ཤེས་གང་ཙག་འཕྲོ་བརླག་འགྲོ་ཡས་ཀྱི་གནས་སྟངས་རེད་དེ་ནི་ད་ལྟའི་འགྲོ་མེད་པ་ཡིན་ཙང། ནི། ཨི་ཟི་རལ་ལ་ནི་དཀོན་མཆོག་གིས་བསྐྱབས་པ་རེད། ཨི་རན་ལ་དཀོན་མཆོག་གིས་བསྐྱབས་པ་རེད། ནི་སྐྱེ་ཤ་ཨེ་ཤེ་ཡ་དཀོན་མཆོག་གིས་བསྐྱབས་པ་རེད། ཨ་རི་ཡིན་ན་དཀོན་མཆོག་གིས་བསྐྱབས་པ་རེད་ཟེར་བ་ད་ག་འདྲ་འཛམ་གླིང་ཡོངས་ལ་ནི་དཀོན་མཆོག་གིས་ད་ལས་བསྐྱབས་པ་རེད་ནི་དེ་འདྲའི་གི་ག་མོས་བྱས་གནང་བསྡད་ཀྱི་འདུག། འདི་ནི་ཨི་རན་གྱིས་ཨ་རིའི་དམག་སྒར་ཡར་སྦར་རྩེད་མེ་ཤོད་འཕུར་མདའ་བརྒྱབ་པའི་རྗེས་ལ་སྲིད་འཛིན་ཀྲུམ་གྱི་ད་ལྟའི་གཏམ་བཤད་བཅས་ཀྱི་ནང་ལོགས་ཡ་ཨ་ནི་ཨལ་ཨུ་ཏི་ཨེར་བེས་ལ་ཨི་རན་གྱིས་དུ་སྨྲ་བརྒྱབ་སོང་ཟེར་བ་ཡིན་ནས་དེའི་སྔོན་ལ། ཨ་རིའི་ནས་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་གསུམ་ལ་གཏོར་ཤོད་དྲག་པོ་བཏང་ཡོད། མི་ཁ་ཤས་ཀྱིས་བཏང་ཡོད་མ་རེད་ལབ་འོག་རེད་དེ་ནི་གསར་འགྱུར་རྫུན་མ་རེད་བཤད་དེ་འོར་ད་ག་ད་ཁ་ཚང་ཨ་རིའི་གྱི་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་གསུམ་ལ་ད་ཤུགས་ཆེན་པོ་གཏོར་བའི་སྐད་ཆ་རེད་དེ་ནི་ད་ཕ་གི་ལ་དངོས་སུ་དཀའ་ངལ་ཆེན་པོ་དེ་འདྲ་གལ་བྱུང་མེད་བས་བཀའ་མོལ་གནང་བསྡད་ཀྱི་ཡོད་པ་རེད་གསལ་བསྒྲགས་སྤེལ་བསྡད་ཀྱི་ཡོད་པ་རེད། ཁྱེད་ཚང་གི་ཨ་རིའི་སྲིད་འཛིན་ཀྲམ་དགེ་དེའི་རྫུན་མ་རེད་ཟེར་ནས་དེ་འདྲའི་དཔྱད་བཤད་བསྡད་ཀྱི་འདུག་གང་ལྟར་གནས་ཚུལ་གོ་ཡ་གཞན་གཅིག་གི་ནང་ལོ་ཡ་ཨི་རན་གྱི་རྡུལ་ཕྲན་མཚོན་ཆས་ཀྱི་ད་ལྟ་ཡུ་རེ་ནི་ཡུམ་ལ་བོར་བ་ད་གང་ལྟར་རྫས་འགྱུར་དེ་ཆ་ཚང་ས་ཆ་གཞན་པ་ལ་དབོར་ཚར་བ་རེད་ཟེར་ནས་དེ་འདྲའི་གི་གནས་ཚུལ་བཅས་ཡོད་བསྡད་པ་འདྲ། དེ་ནི་ཨ་རིའི་སྲིད་འཛིན་ཀྲམ་ཁ་སྔོན་ཁ་ཏར་ད་ནི་དུ་ས་ད་ཁ་ཆེ་ལུང་པ་ཁག་ཅིག་ལ་འཚམས་གཟིགས། ཐལ་བའི་སྐབས་སུ་ད་ལྟའི་ཁ་ཐར་གྱི་དམག་སྒར་ཨལ་ཨུ་དཱིད་ཨེར་བེས་ལས་དེ་ལ་ནི་འཚམས་གཟིགས་ཐད་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་ཨ་རིའི་སྲིད་འཛིན་ཀྲམ་གྱིས་བཤད་ཆབ་བྱས་ན་ང་ཚོའི་དམག་གི་སྤོ་བ་དང་ནུས་པ་སྟོན་མ་དགོས་བ་བྱུང་ན་དགའ་དགའ་རེད་སྟོན་དགོས་བྱུང་ན་ཡང་ང་ཚོའི་སྟོན་ཡན་ལ་ནི་ཁ་ལོ་བཏགས་ང་ཚོ་ཞེད་སྣང་མཁས་མེད་ཟེར་བ་ནི་ད་འདི་ཆ་ནས་ང་ཚོས་སྟོན་མ་གོ་བ་བྱས་བྱས་ཕྱི་འཐེན་བྱེད་ཀྱི་ཡོད་སའི་དེ་འདྲའི་བྱས་བྱས་དེ་གི་འདུག་དེ་ནི་ཨ་རིའི་སྲིད་འཛིན་ཀྲམ་ནི་ཨི་རན་ཡ་ཐུགས་རྗེ་ཆེ་ཟེར་བ་ཁྱོད་རང་ཚོ་གིས་དམག་མ་བརྒྱབ་གོང་ཡ་ད་ག་འདའ་ཁ་ཏར་ཡ་རྡུལ་ཕྲན་མཚོན་ཆའི་དམག་ཡུལ་གོང་ལས་གསལ་བསྒྲགས་བཏང་པ་དེ་དཔེ་ཡག་པོ་བྱུང་པ་རེད་མི་དཀྱུས་མའི་གི་ཚེ་སྲོག་མ་ཤོར་ཡ་དེ་འདྲ་ལས་ཡ་ད་ག་ལོ་བསམ་བློ་གོམ་པ་རྒྱ་ཆེན་པོ་བྱས་བྱས་ཐུགས་ཆེ་ཟེར་བ་ནི་ཨ་ཁྱོད་རང་ཚོ་གིས་ད་མེ་ཤུགས་འཕུར་མདའ་བཅུ་གསུམ་ནས་བཅུ་བཞི་བརྒྱབ་པ་དེ་ནི་ང་ཚོའི་བར་ནམ་མཁའམ་ནས་གཏོར་བཤགས་པ་རེད་གསལ་བས་ཁྱེད་རང་ཚོ་གིས་ལན་འདེབས་གྱེས་པ་རེད་དེ་ལན་འདེབས་ཐབས་ཆག་ལ་འོ་ར་ད་ལན་འདེབས་སྐྱོ་བོ་ཅིག་བྱས་སོང་ཟེར་ལན་ཡང་གནས་སྐོར་བའི་ཟོ་རོག་ཅིག་དགའ་མོས་བཅས་རེད་དེ་ཤག་དེ་ནས་ཁ་ཏར་གཞུང་ནས་གསལ་བསྒྲགས་སྤེལ་ཡ་ཁ་ཏར་གཞུང་ནས་ཨ་རིག་གི་དམག་སྒར Al Udeid Air Base ནས་ང་ཚོ་སྲུང་སྐྱོབ་བྱས་ཐུབ་ཡོད་གང་ལྟར་ཨི་རན་ནས་བརྒྱབ་བཞག་པའི་མེ་ཤུགས་འཕུར་མདའ་ཆ་ཚང་བར་ནམ་མཁའམ་ནས་གཏོར་བར་བྱས་ནས་ད་དེ་ད་ས་འོག་ལ་ལོག་རེ་གང་ད་འོག་ལ་མི་མང་ལ་ད་ད་དེ་འདྲ་གནོད་སྐྱོན་གང་ཡང་ཕོག་མེད་ཟེར་ཡིན། ཨི་རན་གྱི་དེ་འདྲའི་རྒྱལ་བ་དེ་ཁ་ཏར་གྱི་རྒྱལ་ཁབ་ཅིག་གི་རང་དབང་ད་ད་དབང་ལ་ནི་བརྩི་འཇོག་མ་བྱེད་པ་དེ་ལ་ནི་ང་ཚོ་དགག་པ་ཡོད། ནི་ད་འདི་ཨི་རན་ད་ཨི་ཟི་རལ་གྱི་དམག་མཚམས་གང་འཇོག་འཇོག་བྱ་རོགས་བྱས་ལ་ནི་བཀའ་མོལ་གནང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ཨ་རི་སྲིད་འཛིན་ཀྲམ་གྱིས་ག་ད་མ་འཚམས་བཞག་ཚར་ལ་ནི་གསལ་བསྒྲགས་སྤེལ་བ་རེད་དེ། ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་པཱ་སི་ཨར་ཀ་ཆི་གིས་བཤད་ཆ་བྱས་ན་དམག་མགོ་བཙུགས་ངེས་དེ་ཨི་ཟི་རལ་རེད། ཨ་རི་འཚམས་བཞག་ན་ཕ་ནི་བཞག་དགོས་གི་རེད་ཟེར། ད་ལྟའི་ཆ་ནི་དམག་འཚམས་བཞག་གི་སྐད་ཆ་གང་ཡང་གླེད་མེད། ཐག་གཅོད་གང་ཡང་བྱུང་མེད་ལ་ནི་གསལ་བཤད་བྱས་བསྡད་པའི་ནི་ཚོད་ཅིག་དང་ད་ཨ་རིའི་སྲིད་འཛིན་ཀྲམ་གྱིས་ཐོ་རངས་ཕྱི་ཚོ་བཞི་བ་ནི་མཚམས་བཞག་རེད་ལ་ཨ་ཞི་ཀི་ཀ་མོས་སླེབས་ཏེ་ཐོ་རངས་ཕྱི་ཚོ་བཞི་བ་དེ་ད་ལྟ་ཨི་ཟི་རལ་དང་ཨི་རན་གཉིས་ཀྱི Time Zone རུ་དུས་ཚོད་ཀྱི་རྒྱུགས་ལས་དེ་ད་སྤྱི་དང་སྐར་མ་ཁ་ཤས་ཀྱི་སྔ་ཕྱི་ཡོད་ན་མ་གཏོགས་ས་བཅད་ཀྱི་ལན་པའི་ཆ་ནས་འདྲ་བོ་འདྲ་བོ་ཡིན་ད་ལྟ་འོང་དེ་ནས་འགོ་བཙུགས་ཡོད་པའི་གནས་ཚུལ་སོགས་འདྲ་བོ་བཅས་བཤད་དེ་ཡོད་འདུག་ག་ད། དམག་མཚམས་བཞག་ཡས་ཀྱི་བཀའ་མོལ་བྱུང་མེད་ཟི་ལན་ཤེས་ལྡེ་པི་ནི་ཚོད་ཅིག་དང། ཨི་རན་གྱི་ཤེས་ཡས་ཀྱི་སི་ཨི་ཟི་རེལ་གྱི་ཚུལ་དམག་མ་བརྒྱབ་པ་ཡིན་ན། ང་ཚོའི་ཕ་བརྒྱ་ཡས་ཀྱི་རྩིས་མེད་ལས་སོ་རོ་ཡང་དེ་འདྲའི་གི་བཀའ་མོལ་ཅེས་གནང་དེ་གི་འདུག་དེ་ནི་ཨི་ཟི་རེལ་གྱི་སྲིད་བློན་བན་ཇེ་མ་ནི་ཏན་ཡ་ཧུ་གི་ཤེས་ཡས་བྱས་པ་བྱས་ན་ད་ང་ཚོའི་གོ་དོན་འགྲུབ་ཡས་ལ་ཐག་ཉེ་པོ་སླེ་ཡོད་ཟེར་བ་གོ་དོན་བསྒྲུབས་པའི་རྗེས་ལ་ནི་ང་ཚོས་དམག་དེ་ནི་མ་མུ་མཐུད་ནས་ཇེ་དེད་བྱེད་ཀྱི་མ་རེད་དམག་རྒྱག་གི་མ་རེད་སོ། གང་ལྟར་ང་ཚོའི་གིས་ནི་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་གཏོར་སྐྱོན་གྲ་མ་ཅིག་བཏང་མ་ཐུབ་བར་དུ་ང་ཚོས་དམག་མཚམས་བཞག་གི་མ་རེད་ལས་སོར་དེ་འབྲེལ་གྱི་བཀའ་མོལ་བཅས་གནང་བསྡད་ཀྱི་འདུག་ནས་ད་ཁ་སང་ཞོ་ཀེ་ལ་བོ་ར་དེ་རིང་ཞོ་ཀེ་ཐོ་རངས་ཡ་ནས་ནི Ferdorov གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་ཡ་ཨི་རན་གིས་ད་ལྟའི་ས་ཐོག་ཡ་ཨི་ཟི་རེལ་གྱིས་འབར་རྫས་བརྒྱབ་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། འདི་ནི་ཨ་རིའི་སྲིད་འཛིན་ཀྲོམ་གྱིས་ཨི་ཟི་རེལ་དང་ཨི་རན་དམག་མཚམས་བཞག་ཡིན་ཟེར་ནས་གསལ་བསྒྲགས་སྤེལ་བའི་རྗེས་ལ་མུ་མཐུད་ནས་དམག་བརྒྱབ་བསྡད་པའི་གནས་སྟངས་དང་འབྲེལ་བའི་ཐོག་ནས་ཨ་རིའི་སྲིད་འཛིན་ནེ་ཁྲོ་གི་ཚོགས་འདུའི་བགྲོ་གཡས་ཀྱི་འགྲོ་ལམ་ཡ་ཨི་ནི་གསར་འགོད་པའི་ལན་འདེབས་བཅས་ཀྱི་ནང་ལོ་ཡ་ད་བད་ཁོ་རང་སྐུ་ལང་ལ་བོར་ད་ག་ད་ཁོང་ཁྲོ་ཆེན་པོ་ལང་བྱས་ག་ད་གར་ཕྱི་གི་ཡོད་མེད་གོ་ཚུགས་མི་འདུག་ད་ད་འདི་མ་དེ་མུ་མཐུད་ནས་རྒྱབ་བསྟད་དེ་ང་བད་ད་དགའ་བོ་མ་བྱུང་རྣམ་པ་སྟོན་བྱས་འདི་རྒྱལ་ཁབ་གཉིས་དེ་སྔོན་མ་ནས་འཛིང་བསྡད་པ་རེད་ད་ད་འདོད་འཛིང་དེ་བོར་ག་རེ་བྱུང་གི་ཡོད་མེད་ཁོ་རང་གཉིས་ཤེས་ཀྱི་ཡོད་མ་རེད་དྲི་བ་ནི་ཁོ་རང་གི་དབྱིན་ཇིའི་ཚིག་ད་སྡུག་ཅག་ལ་བོར effort ནི they don't know What the fucking they are doing ད་དེ་སྲིད་འཛིན་གཅིག་གིས་བཀའ་མོལ་གནང་ཡ་མ་རེད་ད་ནམ་རྒྱུན་དབྱིན་ཇིའི་ལྟད་མོ་ཕྱོགས་པང་གི་ལྟད་མོ་དེ་འདྲ་ནང་བཀའ་མོལ་གནང་ཡ་རེད་ད་གང་ལྟར་ཁོ་རང་ཚོ་གིས་ག་རེ་བྱེད་ཀྱི་ཡོད་མེད་ཁོ་རང་ཚོ་གིས་འགོ་ཚུགས་ཀྱི་ཡོད་མ་རེད་ལབ་བྱས་ཨ་ནི་ལན་འདེབས་བྱས་པའི་གནས་ཚུལ་བཅས་རེད་དེ་བཞག་གང་ལྟར་ཨ་རིའི་སྲིད་འཛིན་གྱིས་མཚམས་བཞག་ཚར་བའི་རྗེས་ཡ་ཨི་རན་གྱི་རྒྱལ་ས་ཏེ་ཧེ་རན་ལ་ནི་དུ་སེང་འབར་རྩིས་གཉིས་ཀྱི་སྐད་སྒྲ་ཐོས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ན་ཤི་ཨ་རིའི་སྲིད་འཛིན་ཁྲི་རམ་གྱིས་ཨི་ཟི་རེལ་ཡ་ད་ཁྱེད་རང་སུ་གྱིས་ཨི་རན་གང་ལ་བམ་རྒྱག་ཡ་མཚམས་འཇོག་བྱེད་ཟེར་བ་ནི་ཁྱེད་རང་སུ་ཕོ་མགོ་པོ་ཡོད་ན་ནི་ཁྱེད་རང་སུ་གྱིས་དམག་གི་གནམ་གྲུ་བཏང་ངེས་ད་གང་ད་གནམ་གྲུ་བཏང་ངེས་དེ་འདྲ་གཅིག་ཨི་རན་གྱི་འཛིན་བཟུང་བྱས་པ་དེ་ཚུར་ལེན་ཐུབ་ཕྱིས་དེ་ནི་ཟུར་ཟ་བྱས་པའི་གནས་ཚུལ་བཅས་རེད་བཤད། ད་ག་ངོས་གནས་ཚུལ་གཅིག་ནང་ལོ་ཡ་ད་ལྟ་ཨི་རན་གྱིས་ཨི་ཟི་རལ་གྱི་བུད་མེད་གནམ་གྲུའི་ཁ་ལོ་བ་གཅིག་འཛིན་བཟུང་བྱས་ཡོད་དེ་ཞེས་པའི་གནས་ཚུལ་བཅས་བྱུང་བ་རེད། ད་ན་ཞིག་ཡང་ཨི་ཟི་རལ་གྱི་ཟམ་པ་ཆེན་པོ་གཅིག་ད་ན་ཞིག་ཨི་ཟི་རལ་གྱི་གློག་གི་ལྟེ་གནས་ཁག་གཅིག་ཡ་ཡང་ཨི་རན་གྱིས་འབར་རྫས་བརྒྱག་ཡོད་པའི་གནས་ཚུལ་བཅས་རེད་བཤད། ད་ད་ལྟའི་བརྙན་ཐུང་བྲོ་བྱ་གཅིག་ཡ་མོ་སྐྲ་གཅིག་ཟམ་པའི་སྒང་ལ་དབྱུང་བདེ་བའི་སྐབས་སུ་དེའི་གི་ཉེ་འགྲམ་ཡར་འབར་རྩེ་ཆེན་པོ་ཅིག་འཐོར་བྱས། གང་ལྟར་མོ་སྐྲའི་ཨ་མཐོ་བ་ལ་རྡོ་ད་ལྟ་དོ་བ་ཅིག་གིས་ངའི་ལུང་པའང་ཚ་ཡོད་པས་ནི་ཚོས་དེ་འདྲ་བྱས་ཡོད་བསྡད་རེད། ཐ་ན་གཞན་ཡང་ཨི་རན་གྱི་ཁང་པ་ཆེན་པོ། ཨི་རན་གྱི་མེ་ཤུགས་འཕུར་མདའ་གིས་ཨི་ཟི་རེལ་གྱི་ཁང་པ་ཆེན་པོ་གཅིག་ཡང་གཏོར། གཏོར་སྐྱོན་བྱས་པའི་ཉིན་དང་གྲོ་སྟེགས་དུ་ག་འདའ་ད་ག་འདའ་ཨ་རི་སྲིད་འཛིན་ཀྲུའམ་གྱི་དམག་མཚམས་བཞག་ཚབ་ཡིན་ལབ་རེད་དེ་ནི་ཁོ་རང་གཉིས་ཀ་གཅིག་གིས་གཅིག་ལ་ཡན་ལག་སྤྲད་རེད་རྩེད་ཆ་ད་འདའ་ཡིན་ན་མུ་མཐུད་ནས་འགྲོ་ཐུབ་ཀྱི་པའི་ནི་ཚོད་བཅད་རེད་དེ་ཤག་དེ་ནི་ར་ཤི་ཡ་སྲིད་འཛིན་པུ་ཏིན་གྱི་གཟའ་ཟླ་བ་ཡ་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་པཱས་ཨར་ཀ་ཆིའི་མཉམ་དུ་མཇལ་འཕྲད་བྱུང་ཡོད་པ་དང་ཨ་རིའི་ནི། ཨི་རན་གྱིས་རྡུལ་ཕྲན་མཚོན་ཆའི་ལྟེ་གནས་གསུམ་ལ་གཏོར་སྐྱོན་བྱས་ཡ་དེ་རྦད་དེ་གཞི་རྩ་མེད་པ་དང། ཁྲིམས་མཐུན་མ་ཡིན་པའི་ལས་ཀ་རེད། ནི་དེ་རྦད་ཁོ་རང་ད་ཁ་ལོ་ང་ཚོས་འགྲེལ་བཤད་རྒྱག་ཡ་གང་ཡང་ཡོད་མ་རེད་ཟེར་ལབ་བྱ་སྐྱོན་བརྗོད་བྱས་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་བཤད་རོ་ཤི་ཡ་གིས་ཨི་རན་མི་མང་ཡ་རོགས་པ་བྱས་ཡ་གིས་འབད་བརྩོན་བྱེད་གི་ཡོད་ཟེར་ནས་དེ་འདྲའི་བཅས་བཤད་དེ་ཡི་འདུག། ནི་ཨི་རན་གྱི་ཕྱི་སྲིད་བློན་ཆེན་ནས་ད་ལྟའི་རི་ཤི་ཡའི་སྲིད་འཛིན་པུ་ཏྲིན། མཇལ་འཕྲད་བྱུང་བྱས་རྒྱལ་ཁབ་གཉིས་ཀྱི་པ་ར་ཡ་ད་ཅིག་འབྲེལ་བ་བཟང་རུ་བཏང་ཡ་ད་ནི་ཅིག་དཀའ་ངལ་ཞིག་རེད་བརྩད་ཡོད་པ་ད་ག་ད་དེ་འདྲའི་གའི་གནས་ཚུལ་བཅས་བཤད་བསྡད་ཡོད་འདུག་དེ་ནི་རི་ཤི་ཡ་རྒྱ་ནག་པ་ཀི་སི་ཐན་རྒྱལ་ཁབ་གསུམ་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ཡ་ཁྲིམས་འཇགས་ཅིག་ཁྱི་ཡོང་བྱས་ག་ད། ཨི་ཟི་རེལ་དང་ཨི་རན་གྱི་དམག་དེ་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་དམག་འཚམ་བཞག་དགོས་པའི་གནས་ཚུལ་གཅིག་བཀོད་ཡོད་པ་དང། གཉིས་པ་དེ་ཡང་ཨ་རི་ནས་ཨི་རན་གྱི་རྡུལ་ཕྲན་མཚོན་ཆའི་ལྟེ་གནས་ཁག་ལ་གཏོར་སྐྱོན་བྱས་པ་དེ་མ་འགྲིག་པ་ཡིན་པ་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ཨི་ནས་ད་ད་ལྟའི་ཁྲིམས་འཆར་དེ་བཏང་དང་མ་བཏང་ཨ་རིའི་ལག་པར་ཡོད་དེ་བ་ཁ་ཡེ་སི་ནས་ཨ་རི་ཡང་བྷི་ཐྲོ་ཕཱ་ཝར་སི་ལ་ནས་ད་ལྟའི་བདེ་འཇགས་ལྷན་ཁང་གི་དབང་ཆ་ཆེ་ཤོས་རྒྱལ་ཁབ་ལྔ་ཡི་ནང་ལོགས་གཅིག་ཡིན་པ་ཡིན་ཙང་རྒྱ་དེ་ལྔ་གི་གཅིག་གིས་ངོས་ལེན་མ་བྱས་པ་ཡིན་ན་དེ་འགྲོ་ཐུག་གི་མེད་པ་ཡིན་ཙང་ཡང་འགྲོ་ཡ་ལ་ཁག་པོ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ག་འདའ་ར་ཤི་ཡ་རྒྱ་ནག་པ་ཀི་སཱན་གསུམ་གི་གྲོས་འཆར་དེ་ཁྱི་ཡོང་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་རྒྱ་གར་གྱི་ཇམ་མུ་ཨན་ཀི་ཤི་མིར་གྱི་མངའ་སྡེའི་སྐབས་སུ་སྤྱི་ཁྱབ་བློན་ཆེན་ནི་ཧྥ་རག་ཨབ་ཏུའུ་ལ་གྱིས་ནི་ཨི་ཟི་རེལ་ལ་སྤྱོད་འཇུག་བྱས་ཀྱང་གང་ལྟར་ད་ལྟའི་ཨི་ཟི་རེལ་གྱིས་ཨི་རན་ལ་རྒྱབ་པ་རེད་དེ་མ་འོངས་པ་ནི་ད་ལྟའི་ཨ་རབ་ལུང་པ་དང་གང་ལྟར་ཁ་ཆེའི་ལུང་པ་གཞན་པ་དེ་ཚོ་གང་ལ་རྒྱབ་ཀྱི་རེད། ཨི་ཟི་རེལ་གྱིས་ནི་ད་ལྟའི་ཨ་རབ་ལུང་པ་གའི་སྣུམ་དང་རླུང་རྫས་ལོག་ར Gas ལ་མིག་སྡིར་ཆ་བརྒྱབ་བསྡད་ཀྱི་ཡོད་པ་རེད་རྩ་བའི་ཨི་ཟི་རེལ་མདུན་ལ་དོན་པ་རེད་མ་གཏོགས་རྒྱབ་ལོག་ལ་ཨ་རི་ལངས་ནས་ལས་ཀ་བྱེད་ཀྱི་ཡོད་རེད་ཟེར་ན་ཁོ་ན་སྐྱོན་བརྗོད་དྲག་པོ་བྱས་པའི་ནི་ཚོའི་དཔྱད་རེད་དེ་ཤ་དེ་ནི་ཨི་རན་གྱི་རྒྱལ་སྲིད་རེད་རྩ་པེ་ལ་བའི་ཤ་ནི་ད་ནི་ཁོ་རང་སྐྱབས་བཅོལ་ལ་ཡོད་པ་རེད་ད་ཁོ་རང་གིས་ད་འདི་ཨི་རན་གྱི་འགོ་ཁྲིད་ཨ་ཡོ་ཏོ་ལ་ཨ་ལི་ཁེ་མེ་ནི་དགོངས་པ་ཞུ་དགོས་ཀྱི་རེད་ཟེར་བ་ལྟར་མ་ལྟ་ཁོ་ནའི་ནི་མ་བབས་དགོས་ཀྱི་རེད་ཟེར་ལྟ་ཁོ་རང་གིས་ཨི་རན་སྲིད་གཞུང་ནི་འཛིན་སྐྱོང་སྤེལ་གསུམ་བྱེད་ཐུབ་ཀྱི་མེད་པ་ཡིན་ཙང་ད་ཁོ་རང་མ་བབས་ཆད་ནི་སྲིད་དབང་རྩིས་སྤྲོད་བྱེད་དགོས་ཀྱི་རེད་ཟེར་ནི་ཁོ་རང་ཡ་ད་ཁྲིམས་ཐོག་ནི་ནག་ཉེས་ག་རེ་ཕོག་ཡོད་ན་དེའི་ཉེས་ཆད་གཙང་མ་བཟོས་དགོས་ཀྱི་རེད་ཟེར་ནི་དེ་འདྲའི་སྐྱོན་བརྗོད་བྱས་བསྡད་པའི་ནི་ཚོའི་དཔྱད་རེད་དེ་བཤད། དེ་ནི་རྒྱ་ནག་གི་གྲུ་གཟིངས་ཆེན་པོ་གཉིས་ད་ལྟའི། ཏི་ཨི་རན་གྱི་དེའི་མཚོ་གླིང་གི་ཉེ་ཕྱོགས་ལ་བསླད་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ག་ད་གྲུ་གཟིངས་འདི་གཉིས་ནས་ཅིག་མི་གྲུ་ས་གྲུ་གཟིངས་འདི་འདྲས་མ་ཡིན་པ་གྲུ་གཟིངས་འདི་འདྲས་ནང་གློག་གི་ཅིག་འཕྲུར་ཤ་འདྲ་མིན་སྣ་ཚོགས་ཡོད་ཅེས་ཏི་ཏི་ཨི་གི་ཁ་ལོ་ཧྲང་ཚུའི་གཡས་གཡོན་གྱི་གནས་སྟངས་མང་པོ་ཅིག་ལ་ཞིབ་འཇུག་བྱས་ཅེས་ལྟ་རྟོག་བྱེད་ཐུབ་ཀྱི་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག། ཨོ་དེ་ནས་ཅོ་ནེ་མོ་ནི་གསར་འབྱོར་ཁག་ཉུང་ཉུང་ཞིག་ཡོད་པ་ཡིན་ན་ད་ཁ་ཚང་དུ France ལ་ཞེད་ན་འཁྲབ་སྟོན་ལགས་རེད་ད་གང་ལྟར Music Festival ལེགས་ཏོ་ཞེས་ཀྱི་འགྲན་བསྡུར་ལགས་རེད་གང་ལྟར་ད་དུས་སྟོན་དེ་འདྲ་ཆེན་པོ་ཚོགས་ཡོད་པ་འདྲ་འདི་གི་སྐབས་སུ་ནི་མི་མང་པོ་ཅིག་ལ་ད་ཁབ་བརྒྱབ་པ་ལགས་རེད་ང་ཚོའི་ནམ་རྒྱུན་ཁབ་བརྒྱབ་བོར་བ་དེ་འདྲ་གི་ཁབ་བཙུགས་པའི་ནི་ཚོད་མང་པོ་ཅིག་བྱུང་བསྡད་ཤག་ད་ད་ལྟའི་ཚོད་དཔག་བྱས་ཙང་མི་བརྒྱ་དང་བཞི་བཞི་ལྔ་ས་ཁབ་བཙུགས་ཡོད་པ་ཚོ་དེ་ཁབ་དེ་ནང་ལ་དུག་བཅུ་དྲུག་ག་རེ་བླུགས་ཤེ་ན་ཁབ་དེ་བརྒྱབ་ཚ་གྱོ་མང་པོ་གཅིག་ནད་པ་ཆགས་ཡོད་པའི་གནས་ཚུལ་བཅས་རེད་ཤ་ག་ད་ཁབ་དེ་ཕོ་གྱོ་མི་མང་པོ་གཅིག་ཨིན་དུ་སྨན་ཁང་ལ་སྐྱེལ་ཡོད་པའི་གནས་ཚུལ་བཅས་རེད་ཤ་ག་ད་ད་ཁབ་བརྒྱབ་ངན་དེ་དང་འབྲེལ་བ་ཡོད་པའི་མི་བཅུ་གཉིས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་བཅས་རེད་ཤ་དེ་ནང་ལོགས་ནས་མི་གཅིག་ཨིན་འཛིན་བཟུང་གཙོ་བོ་བྱས་ཡོད་པ་ད་ཁོ་རང་གི་འབྲེལ་བ་བྱེད་ས་ད་ཁོ་རང་གི་གོ་བ་གོ་བ་སྐད་ཤིག་གིས་མ་དེ་འདྲེ་ལ་བལྟས་བྱས་མི་བཅུ་གཉིས་ཟིན་པའི་གནས་ཚུལ་བཅས་རེད་ཤ་ད་ད་ད་ཁབ་རྒྱབ་ངའི་སྡིག་གི་རྒྱབ་ལྗོངས་ད་ནི་ཁབ་འདིའི་ནང་ལོ་ཡར་ད་ཅིག་དུག་རྫས་འདྲ་ག་རིགས་བླུགས་ཡོད་མེད་དེ་གང་ལ་མུ་མཐུད་ནས་ཞིབ་འཇུག་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་ད་ནི་ཡ་མཚན་དངོས་བྱུང་ཡ་ད་ད་རྒྱ་གར་གྱི་བི་ཧར་མངའ་སྡེ་ད་ལ་ལུ་ཡ་ད་བྷ་ལ་ལུ་པར་སཱད་ད་ལ་ལུ་པར་སཱད་བཅར་དུ་ནི་ཕ་གིའི་ཁོ་རང་སུ་ཆབ་སྲིད་ཚོགས་པ་ཨར་ཇི་ཏི་གི་ཚོགས་གཙོ་ལ་ཐེངས་བཅུ་གསུམ་པ་ཡ་བསྐོ་བཞག་གནང་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་རྩ་བའི་ཨོ་ལ་ལུ་པར་སཱད་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ཟནི་ད་དིག་གི་ཨར་ཇི་ཏི་གི་འགོ་ཁྲིད་བྱས་བྱས་ཏི་ངན་ལ་ཁོང་ཚོ་འཇར་འདའ་དལ་ནི་བ་ཁ་ཁ་ཆག་བར་བ་ད་ཁ་ཁ་ཆག་བྱས་ཨ་ནི་དུ་ས་འགོ་ཁྲིད་བྱས་ནི་ལུ་ཉི་རྩ་བརྒྱད་ས་བྱས་ཡོད་པའི་ནི་ཚོས་བཅས་རེད་ཤ་ད་ད་འདའི་ཆ་ནི་ན་ལ་རུ་པར་སཱད་ཡ་དབ་ད་ནི་པ་རེད་ངོ་མ་ན་ཆ་ཁོ་རང་གི་བུ་མོའི་ཁལ་མ་སྤྲད་བྱས་དེ་འདྲས་བྱས་བ་རེད་ད་ཁ་ཚང་དམ་འབུད་ཞི་བའི་སྐབས་སུ་ཨ་ནི་ཁོ་རང་བྱས་ཨ་ནི་ཁོ་རང་གི་བཟའ་ཟླ་ཡང་མངའ་སྡེ་སྤྱི་ཁྱབ་བློན་ཆེན་རབ་རི་དེ་བི་ཡཱདབ་བཅས་ནི་ཁོ་རང་གི་བུ་ཏའེ་ཇེ་ཤཱི་བ་རི་ཡཱདབ་ཏུ་དངོས་སུ་བཅར་ཡོད་པའི་གནས་ཚུལ་བཅས་རེད། ད་སྔོན་མ་ལེལུ་པར་སཱད་ཅིབ་མི་ནི་སི་ཆི་ཆེད་མངའ་སྡེའི་སྤྱི་ཁྱབ་བློན་ཆེན་བྱས་བསྡད་པའི་སྐབས་སུ་ཡང་སྐུ་དམངས་དང་དེ་འདྲ་གི་ཡ་ལང་མང་པོ་རག་ཅིང་དགོངས་པ་ཞུ་དགོས་ཡ་གི་དུས་ཁོ་རང་གི་སྐྱིད་མེད་ནི་མངའ་སྡེའི་སྤྱི་ཁྱབ་བློན་ཆེན་བསྐོས་ཞབས་རེད་ད་སྐྱིད་མེད་ནི་སྤྱི་ཁང་བྲིས་མ་ཤེས་མཁན་སློབ་མ་ཤེས་མཁན་རེད་ལན་ན་ད་འཛིན་གྲྭ་བརྒྱད་པ་འགྲོ་རེ་ལ་བོ་རེ་ལྔ་བ་འགྲོ་རེ་ལ་བོ་རེ་ད་དེ་འདྲ་གི་ལོ་རྒྱུས་བརྗོད་ཡོད་རེད་ད་གང་ཟག

གསང་བའི་ལས་ཁུངས་ལ་འོར་བའི་ད་ག་ཟླ US Director of National Intelligence དེའི་གི་གོ་ཙོལ་བ་ཏུལ་སི་གྷརབ་ལ་ཀི་མེ་དེ་ད་ཁོ་གཉིས་པ་རེད་རྙོག་དྲ་བྱུང་ད་ཆ་ག་ད་ཏུལ་སི་གྷརབ་གི་ནི་ད་འདི་ཨི་རན་གི་རྡུལ་ཕྲན་མཚོན་ཆ་བཟོས་གི་ཡོད་མ་རེད་སང་སྐད་ཆ་བཅས་བཤད་ཡོད་པ་འདྲ་ཨ་ནི་ཨ་རི་སྲིད་འཛིན་ཏྲོམ་གི་བཟོས་གི་ཡོད་རེད་ལབ་དུས་ཨ་ནི་གསར་འགོད་པས་གི་འདི་སྐད་ཆ་དེ་འདྲ་དེ་འདྲ་རེད་ཞེས་ཁྱི་གཉིས་ཐོ་ཐུག་གི་མི་འདུག་ལབ་དུས་མོ་རང་ཡང་མ་ཤེས་པ་རེད་མོ་རང་གཅིག་ཆེན་ཧ་གོ་མིན་གི་རེད་ལ་འདི་འདྲའི་གི་ལན་འདེབས་བྱས་བྱས། བཞག་ཡོད་པའི་གནས་ཚུལ་དེ་འདྲའི་བྱུང་བ་རེད། དེའི་རྗེས་ལ་ད་ལྟ Tulsi Gabbard གྱིས་བཤད་རྒྱ་བྱས་ན་གསར་འགོད་པས་ཡ་མ་སྐད་ཆ་ཚང་མ་དཀྲུགས་ནས་བཟོས་བཞག་པ་རེད། སྲིད་འཛིན Trump དང་ང་གཉིས་བར་དེ་འདྲའི་གས་ཁ་ལོ་རྟ་མ་མཐུན་པ་དང་སྐད་ཆ་དེ་འདྲ་གང་ཡང་ཡོད་མ་རེད། གསར་འགོད་པས་རྫུན་མ་དེ་ཚོ་གི་དག་ཚང་མ